ཨོ། ཨང་ཀིར་ཚང་གི་ཚོགས་གཙོ་ཚོས་ཀྱི་ཚོགས་མི་ཡོངས་ལ་བཀྲ་ཤིས་བདེ་ལགས། ཨང། དེ་ནས་ད་ལྟའི་རང་བཟའ་པ་སངས་ཀྱི་ལས་རིན་འདི་མུ་མཐུད་དུ་ངོ་སྤྲོད་ཅིག་ཅེས་ཚོས་ཀྱིས་བཤད་ཡིན། ད། ད་རེས་ང་ཚོ། ད་བོན་པོ་སུམ་པ་གི་ལིའུ་ཟླུམ་པ་དེ་རེད། ལིའུ་ཟླུམ་པ་དེ། ཨ། ད། མན་ཇུ་ཆིན། རྒྱ་རིབ་གི། ཨ་ནི་ད་སྒྲིག་འཛུགས་ནང་ལོགས་ནས་ཨ་ནི་བོད་པ་ཨ་ནི་ད་མན་ཇུའི་རྒྱལ་ཁབ་མན་ཇུ་མན་ཇུ་བཙན་རྒྱལ་རྒྱལ་ཁབ་ཀྱི་མི་མང་མ་རེད། དེ་རེད། ད་འགོ་བརྗོད་དེ་དེ་འདི་གང་ལ་དེ་གི་ད་དང་པོ་དེ་ཨ་ནི་ངོས་ལང་འདྲ་བོ་ཆེ་ངོས་ལང་ཆེ་དེ་ནང་ལོགས་ད་འདི་ནང་ལོགས་གཙོ་བོ་དེ་ད་ལི་ཡུལ་འདི་ནང་ལོགས་དང་ཨ་ནི་ད་གོང་གི་ལི་ཡུལ་ངོ་མ་དེ་གི་ཨ། མི་འབོར་གྱི་སྐོར་བཀོད་པ། ལུས་ཞི་བ་ནང་ལོགས་ཀྱི་དུས་ཀྱི་འབྲེལ་བ་བཀོད་དེ་ནི་ད་ངོ་ལངས་ཀྱི་ཚད་དེ་རེད། དེ་ནས་གང་ལ་ད་གོང་གི་འབུ་སྲིན་པ་ལུས་ཞི་བ་ནང་ལོགས་ནས་ང་ཚོ་གི་ད་བདམས་དཔང་བྱས་ཡ་དེ། ཆིན་སྲིད་གཞུང་གི་གཞུང་འབྲེལ་གྱི་ཐོ་འགོད་བྱས་ཡ་གི་མི་འབོར་དང་དུད་ཚང་གི་ད་མི་འབོར་ཞིག་བོར་བ། མི་འབོར་གི་ཐོ་གཞུང་ནང་ལོགས་ལ་ནི་བོད་ཀྱི་བོད་པ་དེའི་ནང་ལ་བཀོད་མེད་པ་དེ་གཅིག། ད་དེ་གི་ག་རེ་མཚོན་གྱི་ཡོད་རེད་ཟེར་ན་དེ་གི་ནི་ཆིན་སྲིད་གཞུང་ལ་ནི་བོད་དབང་བསྒྱུར་བྱས་དབང་བསྒྱུར་བྱས་པའི་དབང་ཆ་མེད་པ་དེ་མཚོན་ཡོད་དེ་ང་ཚོ་ད་ར་སྤྲོད་བྱས་ཚད་རེད། ད་ཡིན་ན་ཡང།

མ་རུང། ཨ་ནི་ཆིན་སྲིད་གཞུང་གི། ད། དེ་འདྲ་ངོས་འཛིན་བྱེད་ཆོག་གི་རེད། བོད་པ་ཟེར་ཡ་དེ་ང་ཚོ། ད་རྒྱ་ནག་གི་མི་ཟེར་ཡ་འདྲ་ང་ཚོ་མན་ཇུ་རྒྱལ་ཁབ་ཀྱི་མི་ཡིན་ཟེར་དེ་འདྲ། ངོས་འཛིན་བྱེད་ཆོག་གི་རེད། ཕྱི་ཟ་ཟེར་ན། ད་ཁོ་རང་ཚོ་བོད་པ་ན། ཁོ་རང་ཚོ་ག་རེ་ག་འདྲ་བྱེད་བྱེད་ན་འགྲིག་གི་རེད་ན་ཁོ་ཚོས་རྩོད་པ་བྱེད་ཆོག་གི་རེད། ཨ་ནི་ང་ཚོ་ད་ཆིན་ཆེན་པོ་གི་ཆིན་ཆེན་པོ་གི་རྒྱལ་ཁབ་འདི་ཡིས། ཨཱ། བུ་ལ་གཉིས་སུ་དབང་སྒྱུར་བྱེད་ཡག་གི་དབང་ཆ་དེ་མེད་རུང། ཨཱ། བོད་ཀྱི་མི་འབོར་དང་དུད་ཚང་གི་གྲངས་ཀ་དེ་ཚོ་ཡང་མེད་རུང། ཡིན་ན་ཡང་ང་ཚོ་ངེད་ནི་ཨཱ། བོད་པ་དེ་ང་ཚོའི་རྒྱལ་ཁབ་ཀྱི་འབངས་མི་སེར་ཡིན་པ་ངེས་འཛིན་བྱེད་ཀྱི་ཡོད། དེ་འདྲ་ཚོད་དཔག་བྱེད་ཆོག་གི་རེད། ད་འདི་གི་རྩོད་པ་འདི་མ་ཐ་ན་ད་འདི་ཕྱོགས་གཅིག་གི་རེད་བ། ད་མན་ཇུ་ཁོ་རང་ཚོ་གི་ཕྱོགས་གཅིག་ནས་བྱེད་དགོས་ཞེས་དེ་འདྲ་རྩོད་པ་བྱེད་གང་དང་ཡང་ན་ཁ་ཚང་དེ་རང་གིས་ད་རྒྱ་ནག་གཞུང་གི་ཕྱོགས་གཅིག་ནས་རྩོད་པ་དེ་འདྲ་བྱེད་ཆོག་གི་རེད། ད་ཕྱོགས་གཅིག་ཟེར་ཡ་འདི་ད་མན་ཇུ་ཕྱོགས་གཅིག་པུ་ཞིག་གི་བོད་པ་གི་དེ་ངེས་ལེན་ཅི་ཡོད་མེད་དེ་ལ་མ་བལྟས་ཏེ། དེ་འདྲ་རྩོད་པ་རྒྱག་ཆོག་གི་རེད། དེ་འདི་གང་ལ་ད་དེ་འདྲ་གི་རྩོད་པ་བྱེད་དེ་གང་ལ།

རྒྱ་ནག་པ་རྒྱ་ནག་གི་མི་སེར་ཡང་ན། ཆིན་རྒྱལ་ཁབ་ཀྱི་འབངས་མི་ཟིག་ན་འདྲ་མི་སེར་ཟིག་ན་འདྲ་དེ་མིན། ཁོང་ཚོ་གསལ་བོ་བྱས་ནས་དེ་འདྲ་ངེས་འཛིན་བྱས་ཡོད་རེད། ད་དེ་དེ་སྐོར་རེད་དེ་འདྲའི་ངང་ལ་ད་རྒྱ་ནག་དམར་ཤོག་གིས་བོད་ཀྱི་བདག་དབང་གི་སྐོར་དྲིལ་བསྒྲགས་བྱེད་རྒྱུ་གི་སྐབས་སུ་ཨ་ནི་ཁོང་ཚོ་གི་ག་དུས་ག་དུས་ཡིན་ན་ཆིན་དུས་སྐབས་ཀྱི་ཆིན་དུས་སྐབས་ཀྱི

གི་དཔང་རྟགས་གཅིག་གཙང་ནས་དཔང་རྟགས་གཅིག་ཡོད་མ་རེད་དེ། གཉིས་པ། རྒྱ་ནག་གི་ད་རིན་ཐང་ལྟ་ཚད་གི་སྒང་ནས་བཤད་ན། ཁོ་རང་ཚོ་ག་དུས་ཡིན་ན་བོད་ཀྱི་ས་ཆ་དེ་དང་བོད་ཀྱི་དར་ཁ་དེ། ཨ་ནི་རྒྱ་ནག་ལ་དབང་རྒྱ་ནག་གི་ཡིན་ཟེར་ཡ་ད་དེ་གཙོ་གོ་བ་རེད། དེ་ནས་ད་ཕྱིན་བོད་མི་དམངས་དེ་ཨ་ནི་ཀ་རི་ཡིན་མ་བོད་བོད་མི་མང་ལ་ཁོ་ཚོ་དོ་སྣང་ཡང་ཡོད་མ་རེད། དབྱིན་ཀ་རི་སྐོར་རེད། ཚིག་སེ་ལ་འཛིན་དགོས་མ་རེད་དེ་ཀ་རི་ན་ཡིན་ཡ་མེད་བཏང་བཞག་ཡོད་རེད་ད་རྒྱ་ནག་དམར་ཤོག་གི་གི་བོད་རྒྱ་ནག་གི་ཆ་ཤས་ཡིན་ཟེར་ཡ་དེ་བོད་ཀི་ས་ཆ་དང་བོད་ཀི་དར་ཁ་རང་གི་སྒང་ལ་བཙོ་གི་ཡོད་མ་གཏོགས་ཀྱི་བོད་མི་མང་ཚོས་ཆིག་རིག་ན་ཡིན་ཀ་རི་ན་ཡིན་ཟེར་དེ་འདྲ་གི་སྣང་བ་ཅིག་ཡོད་རེད། དེ་ཡིན་པའི་ཆ་ནས་ཨ་ནི་རྒྱ་ནག་དམར་ཤོག་གི་དྲིལ་བསྒྲགས་ནང་ལོགས་ནས་དྲིལ་བསྒྲགས་གི་ཡིག་ཆ་དེ་ཚོ་ནང་ལོགས་ནས་ཕྱིན་དེའི་སྐབས་སུ་ཨ་ནི་བོད་མི་མང

རྒྱང་གྲགས་ནི་ཧུ་ཁི་ལེ་དེའི་སྒང་ལ་ཆུ་ཧུ་ཁི་དེ་ཡང་ནི་ལུས་མཚོ་ཧུ་ཁི་ཡིན་པས་ཕྲན་ཧྲུག་ཧུ་ཁི་ཡིན་ཟེར་ད་གང་ལྟར་ཀྱང་ཆུ། ད་ཅི་ག་རེ་སོགས་རེད། ཐུབ། ཐུབ་ཐང་གི་དེབ་འདྲ་བོ་དེ་རེད་བ། དེ་འདིའི་སྒང་ལ། དེ། ད་ཡིག་རྙིང་ནང་ནས་ཚན་ཚན་མ་ཧུ་ཁི་ལེ་དེའི་སྒང་ལ་ཡང་དེ་གོ་འོང་མ་རེད་ཧུ་ཁི་ལེ་དེའི་སྒང་ལ་ཡང་ཚན་ཚན་མ། ཧུ་ལེ་དེའི་སྒང་ལ་དེ་མཚང་གཅིག་ཁི་ལེ་དེ་ཧུ་ཁི་ཁི་ལེ་དེ་གང་ལ་མི་འབོར་གི་གྲངས་ཁ་དེ་ཟེར། དེ་ནས་འདི་ཧུ་ཁི་ཟེར་དེ་ད་ང་ཚོ་ཐུང་གོ་ཅི་ཡ་གི་ཡིག་ཆ་དེ་མི་མི་ཁོངས་དེ་ཐུང་གོ་ཅི་ཡ་གི་ཡིག་ཆ་དེ་གོ། དེ་བོད་པ་ལ་ནི་ཆིན་ཆིན་བཙན་རྒྱལ་གི་ཨ་ནི་ད་ཐུ་ཁོང་གི་དེབ་དང་དག་ནང་བཞིན་མི་སེར་གི་ཐུ་ཐོང་དང་མི་སེར་གི་ནང་ལོགས་ལ་ནི་གོ་ཡོད་པ་མ་རེད་ཟེར་དེ་རེད། ད་འདི་ནི་རྒྱ་ཡིག་ནང་ནས་ད་གོ་ཅི་ཟེར་ཡ་དང་ཧྲུ་ཅི་ཟེར་ཡ་གི་འདི་ཚོ་ད་ག་རེ་མཚོན་དགོས་རེད་ན་མི་མི་ག་གེ་མོ་ཞིག་ད་མི་ཆི་གེ་མོ་ཞིག་ཨ་ནི་རྒྱ་ཁབ་གི་ཨ་ནི་དབྲ་གཞུང་ནང་ལ་དུ་དུ་དབྲ་ནང་ལ་ལ་གོ་ཟེར་ཡ་དེ་རེད་དེ་འདི་གང་ལ་ད་དེ་རྒྱ་ཡིག་ནང་ནས་བེད་དེ་ས་བོན་འདྲ་བོ་ཡིན་པ་འདྲ་བོ་ཅིག་ཆགས་ཀི་ཡོད་རེད་ད་དེའི་གི། དེ་གི་རྒྱབ་ལོག་གི་ད་དོན་སྙིང་དེ་ག་རེ་རེད་ན། རྒྱ་ཁབ་ག་གེ་མོ་ཞིག་གི་གི་འབངས་མི་སེར་གི་ནི་ཐུ་གཞུང། ཡང་ན་ཐུ་བཏབ། ཚེ་ཡ་དེ། དེའི་ནང་ལོག་ལ་ནི་མི་ཆེ་གེ་མོ་གི་མིང་གོ་ནས་ནི་ཁོ་རང་རྒྱ་ཁབ་ག་གེ་མོ་གི་གི་ཐུ་གཞུང་དེ་ནང་གོ་བ་ཡིན་ན། ད། ག་རེ་ཚུར་འགོད་རིགས་ནི་མི་དེ་ཨ་ནི་རྒྱལ་ཁབ་ག་གེ་མོ་དེ་གི། མི་མང་ཡིན་པ་དང་འབངས་མི་སེར་ཡིན་པ་དེ་ཚུར་འགོད་རེད། དེ་ལས་ལྡོག་དེ། དེ་ན་གལ་ཏེ་མི། ཆེ་གེ་མོ་ཞིག་གི་མིང་དེ་རྒྱལ་ཁབ་ག་གེ་མོ་དེ་གི་ཐོས་གཞུང་ནང་ལོགས་ལ་མེད་ཨེ་ན།

དེའི་མང་པོ་ཅིག་ནང་ལོགས་ལ་ནི་རྒྱལ་ཁབ་རྒྱལ་ཁབ་གཞན་དག་མང་པོ་གི་དང་མཚུངས་པར་ཁོས་ག་རེ་བྱས་ཡོད་རེད་ན། ཁོ་རང་ཚོ་གི་ད་འབངས་མི་ཚེ་ལ་ནི་ཐུགས་གཞུང་ཁོ་ནས་ཐུགས་གཞུང་དེ་ལ་བརྟེན་ནས་ནི་ཁོ་རང་ཚོ་གི་ཁྲེལ་དོན་ཡ་དང་དམག་དོན་ཡ་དང། དེ་ནས་ད་གློག་ཅིག་གླག་ཅིག་ཡ་དང། དེ་ཚོ་དེ་ཚོ་ཚང་མ་བྱེད་གི་ཡོད་རེད། ད་དེ་དེ་འདྲ་ཅིག་ཡོད་རེད། ད་རྗེས་ནས་བལྟས་ན། ད་ཅིག་ཡོད། བལ་ཡུལ་འདི་བའི་རྒྱལ་ཁབ་དེ་ཚོ་ཡིན་ན་ཐོས་གཞུང་དེ་ལ་བལྟས་ནས་ཨ་ནི་ད་མང་གཙོའི་སྒང་ནས་ཨེ་ཕྱོགས་ལེགས་ཡ་ལ་སོགས་པ་དེ་འདྲ། གི་ད་རྒྱལ་ཁབ། རྒྱལ་ཁབ་ཟེར་ཚོད་ན། ཨ་ནི་ཁོ། འབངས་མི་སེར་ལ་ཐོས་གཞུང་གཅིག་གོ་ཐོས་གཞུང་དེའི་ལྟར་ཨ་ནི་ཆེ་ཕྲད་བསྡད་ཡ་དང་དམག་མི་སྡོད་ཡ་དང། ཨུ་ལག་རྒྱུག་ཡ་དང་དག་ནང་བཞིན། ད་མང་གཙོའི་རྒྱལ་ཁབ་དེ་ཚོ་ཡིན་ན་ཨ་ནི་མང་གཙོ་གི་ཨེ་ཕྱོགས་ལེགས་ཡ་ལ་སོགས་པ་ད་ཅིག་ལས་འགན་ཚང་མ་དེའི་གཞི་བཟུང་ནས་འགྲོ་གི་ཡོད་རེད། ད་རང་བཞིན་ད་མན་ཇུ་ལྟ་བུའི་ཚོ་ན་མན་ཇུ་གི་ཨ་ནི་རྒྱ་ནག་གི་རིག་གནས་ཀྱི་ཁྱད་ཆོས་དེ་རྒྱུན་འཛིན་གྱི་ཡོད་ཙང། ད་ཆིན་རྒྱལ་རབས་ཀྱི་དུས་སྐབས་སུ་ད་ཨ་ནི་རྒྱལ་དམངས་ལ་དེ་འདྲ་གི་ཐོ་གཞུང་བཀོད་ནས། ཐོ་གཞུང་བཀོད་ནས་ཨ་ནི་དེ་འདྲ། ཐུགས་གཞུང་གོ་བ་དང་ད་ནང་བཞིན་ཐུགས་གཞུང་དང་དེ་ཚོའི་ཚད་ཟིན་ནས་ཨ་ནི་ད་རྒྱལ་མང་དེ་ཚོ་ཨ་ནི་ད་རྒྱུགས་སྤྲོད་མང་དག་གཞུང་བཤད་ཡིག་ཚད་བཏང་ཡག་དང་ཨ་ནི་ལྷུག་དྲ་འགྲོ་ཡག་ལ་སོགས་པ་དེ་ཚོས་ཨ་ནི་ད་ཐུགས་གཞུང་དེ་བྱས་ཙང་ནས་ཨ་ནི་ད་ཐུགས་གཞུང་དེ་ནང་ཡོད་ཡག་མི་དེ་ཚོ་ཐོབ་ཐང་ཡོད་ཡག་དང་ཨ་ནི་འབངས་མི་སེར་རྒྱལ་ཁབ་དེའི་འབངས་མི་སེར་ཡིན་ཡག་དང་ཨ་ནི་ཕྱིན་ད་ཡིག་ཚད་དེ་ཚོ་ལ་ཞིག་ཆགས་ཀྱི་ཡོད་ཡག་དེ་འདྲ་གཅིག་ཡོད་རེད། ད་གུང་གི་ང་ཚོའི་གི་དོན་ཚན་ཁ་ཤིག་ནང་ལོགས་ནས་ང་ཚོའི་བདེན་ཁང་ཕྱིས་ཟིན་པ་དེ་ག་རེ་རེད་ན། ཆིན་སྲིད་གཞུང་གི་ད་ལོའི་རིན་གཞུང་ད་ལོའི་རྟག་པར་ཨ་ནི་རྒྱལ་ཡོངས་གི་ད་ལོའི་མང་པོ་ལ་ཨ་ནི་ཁོ་རང་ཚོ་གི་ཧ་ཅང་ཞི་ཚགས་པོ་ཡིན་ཡ་ཞི།

ད་ང་ཚོ་གིས་གོང་གི་དོན་ཚན་དེ་རྣམས་ངོ་སྤྲོད། ཚན་པ་དེ་རྣམས་ལེའུ་དེ་རྣམས་ངོ་སྤྲོད་བྱས་ཡ་དེ་རེད། ཨ་ནི། བོད་ང་སྡོད་མཁན་གྱི་སྡོད་དམངས་དེ་ཚོ་ཨ་ནི་རྒྱ་ནག་གི་ད་ལྟ་གི་འཇིགས་སྐྲོལ་མང་དག་ཞིག་ཡ་ད་རུ་གཞུང་སྲིད་ཡིག་ཚད་དང་ཡ་ཡིག་ཚད་དང་ཡ་གི་སྒྲིག་གཞི་དེ་ན་ཞིག་གི་ཡོད་མ་རེད་ཟེར་ཏེ་ད་གོང་གི་དབང་པོ་གསུམ་པ་གི་ལེའུ་དྲུག་པ་ནང་ནས་ང་ཚོ་ངོ་སྤྲོད་བྱས་ཚར་བ་རེད། བསྟན་པའི་ཆ་ནས།

ད་རྒྱ་ནག་གི་ཡིག་ཆ་ཡིག་ཚང་ཁ་ཤས་ཀྱི་ནང་ལོགས་ལ། ཕྱི་རྒྱལ་ཁབ། ཕྱི་རྒྱལ་གྱི་སྲིད་དབང་དེ་ཚོ་གི་ཨ་ནི། ད། མཚོན་དོན་རང་བཞིན་གྱི་སོ་སོའི་རྒྱལ་ཁབ་ཀྱི། འབངས་མི་སེར་གྱི་ཐུགས་གཞུང་དེ་རྒྱ་ནག་ལ་ཕུལ་ཡོད་ཆོག་དེ་འདྲ་ཡོད་རེད་དེ་འདྲ་བཀོད་ཡོད་ཆོག་ཡོད་རེད། ད་བྱེད་སྟངས་དེ་ཚོ་སྤྱི་སྟངས་ཡིན་ན། ཨ་ནི་དེ།

ཅིག་ཐོན་ཡོང་གི་རེད་ད་གོ་སྐབས་དེའི་སྐབས་སུ་ནི་ད་ག་ཡིག་ཆ་དེ་ཚོ་ཡིག་ཚང་དེ་ཚོ་ནི་ག་རེ་བྱས་པར་ཟེར་ན། ད་གོ་སྐབས་ན་འདྲ་བལ་ཡིག་གི་སྐབས་དེར་ད་ཚོ་ནི་ཁོ་བལ་ཡུལ་རྒྱལ་ཡོངས་ཀྱི་ད་འབངས་མི་སེར་གྱི་ཐོ་གཞུང་དེ་ནི་ཆིན་ཙན་རྒྱལ་ལ་ཕུལ་ནས་ནི་ང་ཚོ་ཁྱོད་རང་ཚོའི་མངའ་ཁོངས་ཡིན་ཟེར་ཡ་ལ་སོགས་པ་ད་དེ་འདྲ་མང་པོ་ཅིག་བཀོད་ཡོད་རེད། ཡིན་ན་ཡང། རྗེས་སུ་དེ་ལ་ཕྱི་འཇུག་ཅི་ཡང་རིག་གང་ལ་དེའི་དཔེ་དེ། དོན་དངོས་མ་ཡིན་པའི་ཐད་རྫུན་མའི་རང་བཞིན་གྱི། ནི་མཚོན་བྱེད་ཅན་གྱི། བྱེད་སྟངས་ཅིག་ཡིན་པ་མ་གཏོགས། དོན་དངོས་མ་ཡིན་པ་དང་ནི་མཚོན་བྱེད་ཅན་གྱི་བྱེད་སྟངས་ཅིག་རེད། ཡིན་ན་ཡང། ད་རྒྱ་ནག་གི་ཡིག་ཚང་གང་ཞིག་ཏུ་ཡང།

ཕྱིར་མཚན་རྗེས་ལ་བུག་གི་ད་གཞི་རྩ་གི་མི་འབོར་གྱི་གྲངས་ཀ་ཅིག་རག་ཡ་དང་ནི་བུག་གི་མི་འབོར་ཅིག་འདྲ་ཆགས་པོ་འདྲ་གོ་ཡོད་ཡ་དེ་འདྲ་གི་ཡིག་ཚང་ཅིག་ཡ་ཡོད་བ་མ་རེད། ཁོ་རང་ཚོ་དེ་འདྲ་གི་བུག་གི་ད་མི་འབོར་གྱི་གྲངས་ཀ་ཅིག་ཐོས་ཡ་གི་དེ་འདྲ་གི་ངོ་སོའི་བཙན་ཡང་ཡོད་བ་མ་རེད། དེས་མ་ཚད་ནི་བོད་གཞུང་གི། ད་བོད་གཞུང་གི་ས་ནས། ཚིག་བོད་ཀྱི་མི་འབོར་གྱི་གྲངས་ཁ་ལ་ཡང་ལ་སོགས་པ་དེ་འདྲ་གི་ནི་ཡོད་རྩ་བ་ཉིད་ནི་ཡོད་མ་རེད། དེ་རེད། ད་གཞན་དུ་ང་ཚོ་གི། ཆིང་གི་ལོ་རྒྱུས་མ་ཟིན། ད་ཆིང་ཧྲི་གོ་ཆེན་འདིའི་གི་ནང་ལོགས་ནས། ཧུ་བོད། ད་ཧུབ་ཧུབ་བོ་ཟེར་ཡང་དེ་ངོ་མ་ང་ཚོས་ཐོག་མང་པོ་ངོ་སྤྲོད་བྱས་ཚར་རེད་ད་འདི་ག་ཚང་དེ་རང་ཡིན་ན་ཅང་ནང་སི་ལི་ཁོང་འདྲ་བོ་དེ་འདྲ་འདྲ་བོ་ཅིག་ཆགས་དགོས་རེད་ད་ཁོ་རང་གི་ལྷན་ཁང་ཅིག་རེད་ཅིང། འདི་གི་ད་ཧུབ་བོ་ཟེར་ཡང་དེ་ནང་ལོགས་ལ་ནང་གི་ཨ་ནི་འགྱོད་བཤགས་གི་བསྐྱར་དུ་བདེན་དཔང་ག་རེ་བྱས་ཡོད་རེད་ཟེར་ན། བོད་པ། ཡང་ན་བོད་མི། ཨ་ནི་ཨ་ཕྱིན་བཙན་རྒྱལ་གི་ཨ་ནི་རྒྱལ་དམངས་མ་རེད་ཟེར་དེ་རེད།

ཆིང་གི་འབངས་ཀྱི་འབངས་མི་སེར་གྱི་གྲངས་འབོར་དེ། ད། ཝེ་ཧྥན། ཞི་ཧྥན། རྫ་སག་གི་རྫ་སག་ལ་གཏོགས་པའི་དེ་ཚོའི་གི་མི་འབོར་དང་གྲངས་ཀ་གི་དེ་ཚོའི་གི་ཡིག་ཆ་ཚང་མ་ལི་ཧྥན་ཡན་ན་ཉེ་རུ་ཡོད་རེད། དེ་ལས་གཞན་ནི་ད་རིགས་སོ་སོའི་དུད་ཚང་གི་གྲངས་ཀ་ལ་སོགས་པ་མི་འབོར་ལ་སོགས་པ་ནི་ས་གནས་དཔོན་རིགས་ཀྱི་སོ་སོ་གི་ཐོ་གཞུང་སྐོར་ནས་བཀོད་ཡོད་པ་རེད། དེ་ནས་ད་མན་ཇུ་དང་སོག་པོ་དང་རྒྱ་གི་དམག་མི་རྒྱ་རིགས་ཀྱི་དམག་མི་ལ་སོགས་པ་གི་ཐོ་གཞུང་དེ་ཚོ། ནི་དམ་ཚུགས་རྒྱས་གི་དམག་ཕོ་ལས་ཁུང་གི་ནི་དེ་ལ་ཉེ་ཡོད་རེད། དེ་ལས་གཞན་ད་ག་ཆེ་ཧུའེ། ཧྥན། ཆང། མྱོ། ཡོ། ལི། ཡི་ལ་སོགས་པ་གི་གི་ད། སོགས་ཀྱི་ནི་དུད་ཚང་གི་གྲངས་འབོར་དེ་ཚོ།

དེས་ནི་ཡང་ན་མན་ཇི་ལ་མགོ་བཏགས་ནས། ཡིན་རང་པོ་མགོ་ཡོད་པ་རེད། དེ་ཡིན་པའི་ཆ་ནས་ཚང་མ་ནི་ད་ཁོ་ཚོ་གི་གྲངས་འབོར་དེ་མི་འབོར་དེ་གྲངས་འབོར་དེ་ཚོ་ནི། རྒྱལ་དམངས་ཀྱི་ད་ང་ཚོ་རྒྱལ་ཁབ་ཀྱི་འབངས་མི་ཚེ་གི་གྲངས་ཀ་ནང་ལ་བཀོད་ཡོད་པ་རེད། དེ་རེད། དེ་ནི་དོན་ཚན་གཉིས་པ། དང་ཚན་གྱི་འབོ་མི་སྲེག་ཟེར་ཡ་དེ། དང་ཚན་གྱི་འབོ་མི་སྲེག་ཟེར་ཡ་དེ་ནི། དེ་དེ་རུ་བཀོད་ཡོད་རེད། དེ་མཚུངས་དེར་བཀོད་ཡོད་མ་གཏོགས་མི་འབོར་བཀོད་ཡོད་མ་རེད། དེ་མཚུངས་བཀོད་ཡོད་རེད། ད་དེ་མཚུངས་བཀོད་དེའི་སྒང་ལ། ད་འདིའི་ནང་ལ་ས་ཆ་མང་པོ་ཞིག་ཡོད་རེད་ད། སན་ཤིན། ཟེར་ཡ་དེའི་དབང་ཡག་གི་ནི། ད་འདི་ནི་བྷུ་ཡ། Puyak། ཟེར་ཡ། ཆི་ལི་ཡེར་ཟེར་ཡ། ཁུའུ་ཡི་ཟེར་ཡ། ཨུ་ལུན་ཁྲུང་ཟེར་ཡ། ཧ་ཁི་ལ། Hakla། ཟེར་ཡ། སོགས་པ་གི་ད་འདི་ནི་རིགས་མ་འདྲ་ཡ་ང་ཆི་ང་ཁྲིག་དང། དེ་ནི་ཀན་སུའུ་གི་ད་ཐུ་སི་ཟེར་གི་འདུག་བ་ད་ཡེ་ཧོན་ཟེར་གི་མ་རེད་ཐུ་སི། སུ་སུ་དེ་ནི།

སོགས་པ་དེ་ཚོ་གིས་ནི། ད། ཐུགས་འགོ་བྱེད་ཡ་དེ་ནི། ད། ཅིག། ཅིག་རིགས་ཚོགས་ག་ཚད་ཅིག་ཡོད་ན་དེའི་གྲངས་འབོར་དང་ཡང་ན་སྡེ་བ། གྲོང་པ་གི་གྲངས་ཀ། དེ་མ་ཐག་ནི། ད་འདི་དེ་ཚང་གི་གྲངས་ཀ་དེ་བཀོད་མེད། དེ་དྲིས་བྱུང། ཨོ་དེ་འདྲའི་སྒང་ལ་ད་དེ་གི་དབྱེ་ཞིབ་དེ་ལ་ནི་དོན་ཚན་ཁ་ཤས་ཅིག་འདུག་དབྱེ་ཞིབ་དེའི་ནང་ལོགས་ནས་ད། ང་ཚོ་གིས་གོང་གི་ད་ལོང་འདྲེན་འདུས་དང་ཨ་ནི་ད་གོང་གི་དོན་ཚན་ལེའུ་བཞི་བ་གི་དོན་ཚན་གསུམ་པ་གི་དོན་ཚན་ཆུང་བ་གཉིས་པ་ནང་ལོགས་ཀྱི་ལོང་འདྲེན་འཁྲིག་པ་དང་བདུན་པ། འདི་གཉིས་འདི་དང་ཨ་ནི་ད་གོང་གི་ལོང་འདྲེན་འདི་ཚོ་གཉིས་སྐྱར་ཟློས་འདྲ་བོ་བྱས་བྱས་པ་རེད། ད་འདི་ལོང་འདྲེན་ངོ་མ་ཆེས་ཚར་གཅོད་ཅིག་རེད། དེ་འདི་གང་ལ་ད་འདི་ནི་མ་ལོག་ཡང་འདི་གང་ལ་འདི་ནི་སེའུ

ལུང་འདྲེན་དང་པོའི་དོན་ཚན་དང་པོ། ལ་ནི་ཡུལ་ཤེས་ཀྱི་རིགས་ལྔ་དེ་ལ་ད་ག་ག་ག། ཞེས་དེ་འདྲ་རིགས་གསལ་འདྲ་བོ་ཆེ་ཡིན་འདུག་ད་འདིའི་ནང་ལོགས་ལ། བྷེ་ཧྥན་གྲྭ། རྫ་སག། ཞེས་ད་ཤི་ཧྥན་རྫ་སག། ཞེས་ཏེ། ད་རྫ་སག་ཞེས་ཏེ་འདི་ཚང་མ་ད་བོད་པ།

སུའུ་གི་བདག་པོ་བྱུང་ན་ལི་ཧྥན་ཡོན་གྱི་བདག་པོ་བྱེད་དགོས་པ་རེད། དེ་ཡིན་དེའི་སྒང་ལ་ད་ལི་ཧྥན་ཡོན་གྱིས་སོག་པོའི་གི་དོན་དག་ལ་ནི་ད་དུས་གཏན་བྱེད་ཡ་ལ་སོགས་པ་མ་གཏོགས་ནི་བོད་གི་མི་འབོར་དང་བོད་གི་དུད་ཚང་གི་གྲངས་འབོར་ལ་སོགས་པ་དེ་ཚོ་བདག་པོ་བྱེད་ཀྱི་མེད་ཡ་དེ་ནི་སུའུ་དེ་བསྟན་ཡོད་པ་རེད། ད་ཉེ་བ་དེ་ནང་ནས་ཆིང་གི་འབངས་མི་སེར་ཟིན་ན་འདྲ། ཆིང་གི་རྒྱལ་དམངས་ཟིན་ན་འདྲ་ད་གང་ལྟར་ཀྱང་འདི་ཆིང་གི་མིང་ཟིག་བེད་སྤྱོད་བྱེད་འདོད། འདི་ལ་ད་ཆིང་གི་རྒྱ་ཁབ་ཀྱི་རྒྱལ་ཡོངས་དབང་སྒྱུར་བྱེད་ཡག་གི་རྒྱལ་ཡོངས་ཀྱི་འབངས་མི་སེར་ལ་རིགས་གཉིས་ཡོད་པ་རེད། རིགས་གཅིག་ཧྥུ་མིང་ཟེར་ཡོད་དེ་ཧྥུ་ཟིན་ན་ཇི་ལྟར་ཡིན་ན་གྲོས་ཁོག་ནང་ལོག་ཟེར་བ་རེད། མན་ཇུ་གི་དབང་སྒྱུར་བྱེད་ཡག་གི་ད་རྒྱ་ནག་གི་ས་ཆ་ས་སྐལ་དེ་ཚོ་ལ་བསྐུར་བ་རེད་མིན་ཟེར་ཡ་དེ་ནི་ནང་ཁེལ་གྱི་འབངས་མི་ཟེར་ཟེར་ཡ་གཅིག་དང། ཨ་ནི་མཐའ་མཚན་གྱི་འབངས་མི་ཟེར་ད་དེ་བསྐུར་བ་རོགས་མཐའ་མཚན་གྱི་འབངས་མི་ཟེར་ཟེར་ཡ་དེ་འདྲ་གཉིས་ཅི་ཡོད་རེད་ཟེར། དེས་མ་ཚད་ཨ་ནི་རིགས་གཉིས་ཅི་ཡོད་མ་ཚད་ཨ་ནི་མན་ཇུ་གྱི་དངོས་སུ་དབང་སྒྱུར་ཐད་ཀའི་དབང་སྒྱུར་བྱེད་བཞིན་པའི་ས་སྐལ་དེ་ཚོ་ལ་ད། ནང་ཁེལ་གྱི་འབངས་མི་ཟེར་དེ་ཚོ་ལ་ཨ་ནི་མེ་གི་གྲངས་ཀ་དེ་རེད། དང། གྲངས་འབོར་དེ་ཚོ་སེའུ་ཅིག་བཀོད་ཡོད་ཡ་དང། མཐའ་མཚན་གྱི་དེ་ཚོ་ལ་གྲངས་འབོར་མེད་གྲངས་ཨ་ནི་དུད་ཚང་གི་གྲངས་ཀ་དེ་བཀོད་ཡོད་རེད། དེ་འདྲ་སེའུ་བཀོད་ཡོད། དེ་ནས་སུམ་པ་ནང་ལོགས་ལ་དང། ག་བ་ནང་ལོགས་ལ་ཨ་ནི། ཨ་ནི་རྒྱལ་ཡོངས་ཀྱི་ད་ལྟ་གི་ད། དེ་བཀོད་ཡོད་རེད། ཧྥུ་མིང་ཅེ་ཡང་ད་ཐར་ཀའི་དབང་ཆ་ཅི་ཡོད་ནང་ཁེལ་ས་ཁེལ་གི་ནང་ཁེལ་གི་འབངས་མི་བསད་ཟེར་ཡ་དེའི་གི་གི་སྐོར་དེ་བཀོད་ཡོད། ཨ་དེའི་ནང་ལོགས་ལ་ད་ལྟ་ས་ཨུད་ཅེས་བཀོད་ཡོད་ཡ་ཨ་ནི་ཨ་དེ་ག་རེ་སུ་རེད། ཞང་ཆེན་སུ་སུ་ལ་ལ་ཨ་ནི་ཧྥུ་མིང་གི་ནང་ལོགས་ལ་ཨ་ནི་ཞང་ཆེན་སུ་སུ་གི་གི་མངའ་ཁོངས་ན་ཡོད་ཡ་གི་ཨ་ནི་ཨ་ད་ལྟ་ཧྥུ་མིན། ནང་ཁུལ། འོག་ད། འབངས་མི་སེར་ནང་ལ་མ་ཚུད་ཡག་གི། དེ་འདྲ་རིགས་དེ་ཚོ་ཨ་ནི། ཞིང་ཆེན་སོ་སོའི་བྱས་ཏེ་ཨ་ནི་སེའུ་ཅིག་བཀོད་ཡོད་རེད། དཔེར་ན། ད་མན་ཇུ། སོག་པོ། དེ་ནི་རྒྱ་གི་དམག་མི། དེ་ཚོའི་སྐོར་ལ་ཨ་ནི་ཧུ་པུའུ་གི་ད་ད་བདག་པོ་ཅིག་བཀྲིས་ཡོད་ཡ་ད་དེ་སེའུ་ཅིག་བཀོད་ཡོད་རེད། ད་ནང་བཞིན་ནི་ད་ཁོ་རང་ཚོ་གི་དབང་སྒྱུར་བྱེད་ཡའི་ས་ཁེལ་གི་ནང་ལོགས་ནས་ནི་དཔེར་ན་ད་ས་གནས་གཞུང། ས་གནས་ལས་ཁུངས་ད་ཧྥུའུ་ཀྲི་ཁེན་རྫོང་ལ་སོགས་པ་གི་ནང་ལོགས་ལ་ནི་གྲངས་ཉུང་མི་རིགས་ཡོད་ཡ་དེ་ཚོ་ཡང་གྲངས་ཉུང་མི་རིགས་དེ་ཚོ་ལོགས་སུ་བཀོད་ཡོད་རེད། དཔེར་ན། ད་ག་ཆེས་ཟེར་ཡ་ཧྥན་ཟེར་ཡ་ལ་སོགས་པ་དེ་ཚོ་ཡང། ད་མན་ཇུ་དབང་སྒྱུར་གྱི་ཡ་གི་ས་ཁུལ་སོ་སོའི་གི་ནང་ལོག་གི་གྲངས་ཉུང་མི་རིགས་ཟེར་ན་འདྲ། ད་གྲངས་ཉུང་གི་རིགས་ཚོགས་དེ་ཚོ་ཡང་ལོགས་སུ་ཨ་ནི་གསལ་བོ་གྱིས་བཀོད་ཡོད་རེད། ད་དེ་འདི་གང་ལ། དེ་འདི་གང་ལ་ད་བོད། ཨ་རིའི་ཞིང་ཆེན་སོ་སོའི་ཁོ་རང་ཚོའི་ད་ནང་ཁེ་གི་འབངས་མི་ཚེ་སི་ཡ་གི་གི་ད་ཁོ་ཚོ་དངོས་སུ་ཐད་ཀའི་དབང་སྒྱུར་གྱི་ཡ་གི་ཞིང་ཆེན་སོ་སོའི་གི་གི་ད་ཞིང་ཆེན་དང་ཧྥུའུ་དང་ཐིན་དང་ཀྲིག་དང་རྫོང་ལ་སོགས་པ་དེ་ཚོའི་གི་ཁྱབ་ཁོངས་ནང་ན་ཡང་མི་འདུག་ཨ། དེ་ནའང་ཡང་བཀོད་མི་འདུག། དེ་འདི་གང་ལགས། ད་འདི་གི་ཟེའུ་ག་རེ་འཚོང་ཡ་རེ་ཡོད་ན། བོད་མི་དམངས་ནི་ཨ་ནི་མན་ཇུ་གི་ཐུ་གེ་དབང་ཇི་ཅི་ད་ནམ་མཁིག་གི་སྦང་མི་སེ་ཟེ་ཡ་དེ་མི་ཡ་ཨ་ནི་ཟེའུ་ཆ་རེད། ད་ཉི་བ། ལུང་འདྲེན་དང་པོ་གི་དོན་ཚན་ཉི་བ་ནང་ལོགས་ནས་ཨ་ནི་ད། འདི་མཐའ་མཚན་གི་འབངས་མི་སེར་ཅི་ཡང་འདི་ཚོ་ཨ་ནི་དེ་ཚང་ད་ར་ཐུག་བསྐོས་ཡོད་རེད་ཟེར་མི་འབོར་བསྐོས་ཡོད་དེ་ཚང་ད་ར་བསྐོས་ཡོད་ཟེར། དེའི་ནང་ལོགས་ནས་ཨ་ནི་ད་བོད་ཡུལ་དཔོན་ཐུགས་སྲི་ལ་དབང་བའི་ཐུགས་སྲི་སོ་སོ་ལ་དབང་བའི་ད་བོད་ཀྱི་ཚོ་བ་སུམ་ཅུ་ཚོ་དགུ་ཟེར་ཡང་དེ་འདྲ་གི་ཅིག་ཐོན་ཡོད་རེད་ཟེར། ད་འདིའི་སྐོར་འདི་ང་ཚོ། གོང་གི་ལེའུ་བཞི་བ་དོན་ཚན་གསུམ་པའི་དོན་ཚན་ཆུང་བ་གསུམ་པ་ནང་ལོགས་ནས་ང་ཚོས་ད་ལྡང་ཁོག་གསལ་བོ་བྱས་ཚར་རེད། དེ་ལ་ཚོ་བ་ཟིན་ཅི་བཟོ་དགོས་ཟེར་ཡ་དེ་ལ་ཨ་ནི་དེ་མཚུངས་བཞི་སྟོང་བརྒྱ་བརྒྱ་བརྒྱ་ཅི་བྱ་དགོས་ཟེར་ཡ་དེ་ཨ་ནི་བོད་ཀྱི་ཚོ་བ་ཟིན་ཅི་བཟོ་དགོས་ཀྱི་གྲངས་འབོར་ཡིན། ད་ནང་བཞིན་ད་ཚོ་བ་ཟིན་ཅི་བཟོ་དགོས་དེ་བོད་གཞུང་གི་ཁྱབ་ཁོངས་བོད་གཞུང་གི་དབང་སྒྱུར་བྱེད་ས་ཡི་ས་ཁུལ་ཡིན་མིན་དང་བོད།

བོད་གཞུང་གི་ཁྱབ་ཁོངས་ཀྱི་བོད་མི་མང་དེ་ཚོ་ལ་མན་ཇུའི་གི་མཐའ་མཚན་གི་འབངས་མི་སེར་གི་གི་ཐུགས་གཞུང་དེའི་ནང་ལ་ཡང་གོ་མི་འདུག། དེ་རེད། དེ་ནས་ད་འདི་ནས་གསལ་འདེབས་བྱེད་དགོས་ཡ་ཅིག་ལ་ཨ་ནི། ད་ད་ལྟ་གི་ཚིག་འདི་ཚོའི་ནང་ལོགས་ལ་ཨ་ནི། ད་དོན་དངོས་གི་མི་འབོར་གི་གྲངས་ཁ་དང་རེ་བ་ཅིག་གི་ཡོད་ཙམ། ཨ་ནི། གལ་ཏེ། ཆིང་གི་ལོ་རྒྱུས་མ་ཟིན་ནང་ལོགས་ནས་བོད་མི་དམངས་ཆིང་རྒྱལ་ཁབ་ཀྱི་འབངས་མི་སེར་ཡིན་པ་ངེས་འཛིན་བྱས་ཡོད་ན། ཁོ་རང་ཚོ་བོད་ཀྱི་མི་འབོར་གྱི་གྲངས་ཀ་དང་དེ་མཚུངས་ཀྱི་གྲངས་ཀ་མེད་རང། ཁོ་རང་ཚོ་གིས་ད་ངན་དེ་འདྲ་གི་ངན་འཛིན་ཅིག་ཡོད་ན་ཁོ་རང་ཚོ་གི་གི་བོད་པ་ཁོ་ཡང་ལོག་སྲིད་དགོས་ཀྱི་ཡིན་པ་དེ་ད་དཔེ་དེ་གཏན་འཁེལ་བ་རེད་དེ་འདྲའི་གང་ལ་ད་ཆིང་གི་ལོ་རྒྱུས་མ་ཟིན་བྲིས་ཡག་དེ་ད་མི་ཚེ་རྒྱབ་ཁྲོ་བོ་ག་ཚོད་བྲིས་རྒྱུ་རེད་ད་དེའི་སྐབས་གི་ལོ་རྒྱུས་བརྩོན་འགྲུས་ཅིག་གིན་ཁོ་རང་ཚོ་གི་ངན་འཛིན་ཡང་ཆིག་རེད་ཟེར་ན་ཁོ་རང་ཚོ་གི་ངན་འཛིན་ཡང་ཡིག་ཚང་གི་ངན་འཛིན་ལ་ཆིག་པ་ད་ཡིག་ཚང་ལ་གོ་ཡ་ནང་བཞིན་ཁོ་རང་ཚོ་གི་ངོས་ནས་ཡང་ད་བོད་མི་མང་དེ་ཨ་ནི་མན་ཇུ་རྒྱལ་ཁབ་ཀྱི་འབངས་མི་ཚད་ཡིན་པ་ཁོ་རང་ཚོ་ཡིས་ངེས་ལེན་བྱེད་ཀྱི་མེད་ཡ་དེ་མཚོན་ཡོད་རེད་ཟེར་ཏེ། ད་ལོང་འདྲེན་ཉི་བ། ལོང་འདྲེན་ཉི་བ་གི་ཡོང་ཁུངས་དེ་ཨ་ནི་ཆིང་གི་ལོ་རྒྱུས་མ་ཟིན་ཟེར་དེ་རེད། དེ་གི་ལོ་རྒྱུས་ཀྱི་ཆུ་ཀོང་ང། དེ་ནི་ནོར་སྲིད་དཔལ་འབྱོར་གི་དང་པོ། ཨ་ནི་ད་ཡིག་ཚང་དེ་གི་པར་གཞི་དེ་ཡང་ཀྲུང་ཧྭ་དབུས་ཁམས་ཀྱི་པར་གཞི་ཆེས་ཕྱོགས་ཆུང་སུམ་སྟོང་བཞི་བརྒྱ་བརྒྱ་ཆའི་གྱ་བརྒྱད་ཡི་ནང། ད་དོན་ཚན་དང་པོ། ཞལ་མཐུན་གོང་མ་ཞལ་མཐུན་གྱི་འཕྲི་ལུགས་དང་པོའི་སྐབས་སུ། ད་བསྐྱར་དུ་ནི་ད་ལྟ་གི་ད་མི་འབོར་དང་དུད་ཚང་གི་གི་འདི་ཐུགས་འགོ་བྱེད་ཡ་དེ་བསྐྱར་དུ་ནི་ཐུགས་འགོ་བྱེད་སྟངས་དེ་བསྐྱར་དུ་བསྟན་པའི་ཆེད་རེད། ག་ག་རེ་ཕེར་བ་རིག་ན། ད་དེ་གི་མི་འབོར་དེ་ཞིབ་བཤེར་བྱེད་དགོས་ཡ་དེ་སྐོར་བཀའ་ཕེབས་ཡོད་པ་རེད། དེ་ནས་ད་ཁྲི་ལོ་གསུམ་པ་བར་ཁྲི་ལོ་གསུམ་པ་ཟླ་བ་བཅུ་བ་བར་རོལ་ཏེ། ཨ་ནི། ཁྲི་ལོ་དང་པོ་ལ་བཀའ་དེ་ཕེབས་ནས་ཁྲི་ལོ་གསུམ་པ་གི་ཟླ་བ་བཅུ་བ་གི་སྐབས་སུ། ཨ་ནི། ད་པེ་ཅིན་གྲོང་ཁྱེར་གྱི་ཁར་ཕྱི་ནང་གཉིས་ཡོད་ཡ་དེ་དང། ད་ལྟ་ཧྲུན་ཐེན་ཧྥུ་ཟེར་ཡ་དང། ཨ་ནི། ད་ཞིང་ཆེན་སོ་སོ་དང་ཨ་ནི་དེ་ནི་དར་མཚུགས་གི་གི་མི་སྒར་དང། ད་ག་ནང་བཞིན་ཨ་ནི། ད། ཐང་ཆེན་སོང་མཁན་གི་མི་སྒར་སོ་སོ་དང། ད་ག་ནང་བཞིན་སོག་པོ་གི་དར་མཚུགས་ལ་སོགས་པ་གི་ཨ་ནི། ད། མི་འབོར་གྱི་གྲངས་ཀ་དེ་ཡང་ཕུད་ཚར་རེད། ད་ལོའི་སྲིད་འགན་བྱས་ནས་ཕུད་ཚར་རེད། ད་དེའི་ནང་ལོགས་ནས། ཨ་ནི། ཞིན་ཅང་ཤཱེ་ཏི་ཀི་སི་ཐན་དང། ཧུའུ་པེ། ཀོང་ཏུང། ཀོང་ཤིས། ཞང་ཆེན་སོ་སོ་དང། དེ་ནས་ཅང་ནི། ཆིན་ཀྲིག། ཤི་ཨན། ལིའང་ཀྲིག། དབྱི་ལི། གུའེ་ཀྲིག། སི་ལོང་ལ་སོགས་པ་གིས། ཨ་ནི། ད། སྲུང་སྐྱོབ་ལ་བསྡད་མཁན་གྱི་དམག་མིས།

ད་དེ་ཚོ་མ་ཕུལ་ཡ་དེ་ཚོ་ཕུལ་ནས། དེ་ཚོ་ལོག་སྲེད་བཞག་ནས་ད། ཁྲི་ལུགས་ཟིན་པ་ད་བྱི་བ་པ་རུ་ད་ཕུལ་རྒྱུ། ད་གྲངས་འབོར་དེ་གྲངས་འབོར་དེ་མ་གོ་ཡང་དེ་གང་ལ། ཨ་ནི་ད། ཨ་ནི་དེ་ཚང་བྱི་བ་ང་དང། ང་དང། ཨ་ནི། བྱི་བ་ང། གི་གྲངས་འབོར་དེའི་འཁོར་འདུག་དེ་དང། ད་ནང་བཞིན། དེའི་ནང་ལོགས་ནས་ད་དེ་ཚང་དེ་འདྲ་གཅིག་གི་ནང་ལོགས་ནས་བྱེ་བ་ང་ཡོད་ཡང་དེའི་གི་ནང་ལོགས་ནས། ཨ་ནི། ད་ཕུའུ་གི་གྲངས་ཀ་དེ་ལོགས་སུ་བཀོད་འདུག་མི་འབོར་གི་ནང་ཕུའུ་གི་གྲངས་ཀ་དེ། སྟོང་བཤེར་གཅིག་དང། དུང་ཕྱུར་གཅིག། ལྷག་ཟེར་ད་གྲངས་ཀ་འདི་བཀོད་འདུག་ད་འདི་ཚོ། སྐབས་དེར་ད་ཚོ། ཨ་ནི་ས་ཆ་མང་པོ་ཅིག་དང་ཟོང་ཆེན་ཁ་ཤས་ཅིག་གིས་ཨ་ནི། མི་འབོར་གྱི་གྲངས་ཀ་དེ་ཡར་འཕུར་མི་འདུག། ས་ཆ་མང་པོ་ཅིག་གིས་ཡིན་ན་ཡང། ད། ཁྲི་ལོ། ཞང་བདུན་ཁྲི་ལོ་དང་པོ་ལ་བཀའ་ཕབ་ནས་ཁྲི་ལོ་གསུམ་པ་ཟླ་བ་བཅུ་བ་བར་དུ། ཡར་འཕུར་རྒྱུ་གི་གྲངས་འབོར་དེ་དེ་ཚང་དང་ཨ་ནི། མི་འབོར་གྱི་གྲངས་ཀ་དེ་དུ་གསལ་བོ་དེ་བཀོད་འདུག། དེ་ནས་དོན་ཚན་གཉིས་པ། ད་གོང་མ་ཡོན་ཏན་ཁྲི་ལུགས་གཅིག་ཟིན་པ། ནི་ནི། ད་ཧོ་པུ། ནང་སི་ལའི་ཁོང་ལ་ནི། བཀའ་འཁྲོལ་གནང་ཡ། འགྲོ་ལམ་བྱས་ནས་ནི་བཀའ་འཁྲོལ་གནང་ཡ་སྟེ། ཧྥུ་ཅན་གྱི་ཧྥུ་ཅན་ཞིང་ཆེན་གྱི་ནི་ཐའེ་ཝན་ཧྥུ། ཐའེ་ཝན་ཧྥུ། གི་ནི་སུན་ཧྥན་ད་འདི་མི་རིགས་གཞན་དག་སུ་གོ་རེ་སུན་ཧྥན་ཧྲུའུ་ཧྥན་ཟེར་དེ་འདྲ་ཞིག་ཧྥན། བརྒྱ་དང་དགུ་བཅུ་གོ་དགུ།

ད་ག་རེ་སུ་རེད། འགྱུར་གྱིས་དང་ཡ་ཤིན་ཧོ། ཤིན་ཅོ་ཧོ་ད་འདི་ལྷོ་སུ་རྒྱལ་ནས་འགྱུར་གྱིས་དང་ཡ་པ་རིགས་རིགས་གཞན་འདྲ་དེ་ཚོ་ད་སྐབས་དེ་གི་ཅིག། མན་ཇུ་གཞུང་གི་ལྷོ་སུ་ཀྲེ་ཡ་ལ་སོགས་པ་མན་ཇུ་ལ་འགྱུར་ཡ་གི་དེ་འདྲ་དང། དེ་ནས་ཨ་ནི་ད།

ད་གོ་ཅི་ཟེར་གི་འདུག་ད་རྒྱལ་ཁོང་གི་ཨ་ནི་བྱེད་ཐབས་ཅིག་ན་འདྲ་ཁྲུན་སོ་ཟིག་ན་འདྲ་དེ་འདྲ་བསྟན་པའི་ཆེད་རེད། ད་འདི་ལ་ཡི་ཤི་བྱས་དེ་གང་ལ་ཡི་ཤི་དོན་ཚན་ལྔ་འདྲ་བོ་ཅིག་འདུག་གོང་གི་གོང་གི་ལུང་འདྲེན་གཉིས་པ་དེ་ལ་ཨ་ནི་ཡི་ཤི་དོན་ཚན་ལྔ་འདྲ་བོ་ཅིག་འདུག་དང་པོ་དེ་ད་འདི་དང་ཨ་ནི་གོང་གི་ལིའུ་ཞི་བ་རྣམས་ནས་ང་ཚོ་གི་གཞོན་མཐུན་གི་སྐབས་ཀྱི་རྒྱལ་ཡོངས་ཀྱི་མི་འབོར་ཞིབ་བཤེར་དང་སྐོར་གོ་རྒྱུ་དེ་དང་སྦྲགས་ན་ལང་འབྲས་གཉིས་བར་དོན་ཚན་དང་པོ་ཆིང་གི་ལོ་རྒྱུས་མ་ཟིན་དེའི་ནང་ལོགས་ནས་ནས་གོ་སྟངས་དེ་དེའི་ཚེ་ཕྱོགས་མ་འདྲ་ཡས་ནས་བཀོད་ཡོད་པ་རེད། ག་འདྲ་ཅིག་བཀོད་ཡོད་རེད་ཁོ་རང་ཚོས་དེབ་དེའི་ནང་ལོགས་ལ་ད་ཧུར་པོ་གི་ནང་སྲིད་ལས་ཁུངས་ཀྱི་མི་འབོར་ཞིབ་བཤེར་བྱེད་རྒྱུ་དེ་དང་དང་རྒྱལ་ཁོངས། གི་སྐོར་དེ་ཉིད་ནི། མཉམ་དུ། མ། བླངས་ཡོད་རེད། ད་འདིའི་ག་རེ་མཚོན་དགོས་རེད་ཟེར་ན། ད། གཞུང་གི་མི་སེར་གི་ཐོས་གཞུང་ནང། འདི། ཐོས་གཞུང་ནང་བཀོད་པ། ཡིན་ན། ད་གཟོད་ཨ་ནེ་ཆིང་གི་འདི་ད་རྒྱལ་ཁོངས་ཡིན་པ་དེ། རྒྱལ་ཁོངས་ནང་ཞིག་ཡོད་པ་དེ་མཚོན་གི་ཡོད་རེད། དང་པོ་གཞི་བྱས་ནས་ཐོ་གཞུང་ནང་གོ་རྒྱུ་དེ་ཚོ་མ་ད་ཨ་ནེ་ད་རྒྱལ་ཁོངས་ནང་ཚུད་གི་མེད་ཡ་དེ་རེད། ད་གཉིས་པ་དེ། ནང་འདྲེན་གཉིས་པ་གི་དོན་ཚན་དང་པོའི་ནང་ལོགས་ནས། ཨ་ནེ་རྒྱལ་ཡོངས་གི་ས་ཁུལ་སོ་སོའི་གི་ད་མི་འབོར་དང་དུད་ཚང་གི་དེ་ཞུ་བྱེད་མི་འབོར་ཞུ་བྱེད་བྱེད་རྒྱུ་གི་གནས་ཚུལ་དེ་བཀོད་ཡོད་རེད། དེའི་ནང་ལོགས་ནས་ད་ཞིང་ཆེན་སོ་སོ་མ་གཏོགས་ཡག་གི་ས་ཆ་དེ་ཚོ་ཡང་ལོགས་སུ་ལོགས་སུ་བཀོད་ཡོད་རེད་དཔེར་ན་ད་དར་མཆོད་སོ་སོ་གི་ད་མི་སྒེར་དང། ས་ཆ་སོ་སོ་ན་རྒྱལ་སྲུང་གི་ཆེད་དུ་སྡོད་ཡོད་ཡག་གི་མི་སྒེར་དང། ད་ནང་བཞིན་སོག་པོ་གི་དར་མཆོད་སོ་སོ་དང།

དེ་ནས་ཡེ་ཤུ་ཟིན་པ་དེ་ལུང་རིགས་ཉེ་བ་གི་དོན་ཚན་ཉེ་བ། ཨ་ནི། ད་ཕྱོགས་སྐྱོང། གུང་གང་དང་གཅིག་པ་ཕྱོགས་སྐྱོང་སེམས་སྟོང་བཞི་བརྒྱ་རྒྱ་ཆ་གྱ་བརྒྱད་གི་ནང་ལོགས་ལ། ས་སྐྱ་སོ་སོ་གི་ཧྥན་གཞིས་ཟེར་ཡ་ད་ཧྥན་གཞིས་ཟེར་ཡ་དེ་རིགས་མ་འདྲ་ཡ་མི་རིགས་གཞན་དག་གོ་གོ་ར་དེ་ཚོ་གི་གནས་སྟངས་ཡང་ཨ་ནི་ཁོ་རང་ཚོ་ངོ་སྤྲོད་བྱས་ཡོད་རེད།

ནི། མན་ཇུའི་རྒྱལ་ཁོངས་རྒྱལ་ཁོངས་ཡིན་པ། དང། ནི་ད་ནང་བཞིན། མན་ཇུའི་མན་ཇུ་དང་རྒྱ་རིགས་མ་ཡིན་པ། ད། མན་ཇུའི་རྒྱལ་ཁོངས་ནང་འཛུལ་རྒྱུ། ད་རིགས་གཞན་དག་ཧྥན་གཞིས་ལ་སོགས་པ། དེ་ཚོའི་གི་ཚོགས་སྡེ་དེ་ཚོ་ལ་ཨ་ནི་སློབ་གསོ་སྤེལ་ནས་ཨ་ནི་འགྱུར་བ་གཏོང་དགོས་ཡ། དེ་འདྲ་ལོགས་སུ་ཡང་བཀོད་ཡོད་རེད། དེ་མ་ཚད་ཨ་ནི་ད་རྒྱལ་ཁོངས་ནང་ཞིག་རྒྱུ་གི་རིགས་ཧྥན་དང་ཡི་ལ་སོགས་པ་དེ་ཚོ་ཨ་ཡང་ཨ་ནི་ཁོ་རང་ཚོ་ད་རྒྱུགས་སྤྲོད་མང་དག་གི་ལན་ལུགས་དེ་ནང་ཞུགས་ནས་ཨ་ནི་ཅིག་གཞུང་སྲས་ནང་ཡིག་ཚད་བཏང་ཡ་དང་སློབ་གྲྭ་འགྲོ་ཡ་དེ་ཚོ་བྱེད་ཆོག་གི་ཡོད་རེད་དེ་འདྲ།

མཐའ་མཇུག་གི་ལོའི་དང་པོ་ལོ་གཅིག་གཉིས་དེའི་སྐབས་ཀྱི་ད་པེ་ན་ཞལ་མཐུན་ཁྲི་ལོ་དང་པོའི་སྐབས་ཀྱི་སྐབས་སུ་ཨ་ནེ་རྒྱ་ནག་ད་དེ་མན་ཇུའི་གི་མི་འབོར་གྱི་ནང་ལོགས་ལ་ཡང་བོད་པ་དེའི་ནང་ལོགས་ལ་ཚུད་ཡོད་མ་རེད། བཀོད་ཡོད་མ་རེད། དེ་ཡིན་པའི་ཆ་ནས་བཀོད་མེད་པའི་ཆ་ནས་ཨ་ནེ་ད་བོད་པ་ལ་ཨ་ནེ་མན་ཇུའི་གི་རྒྱལ་ཁོངས

རྒྱུགས་སྤྲོད་མང་དག་ཞེས་ད་གང་ཐད་བྱུང་ཡང་སློབ་གྲྭ་འགྲོ་ཡག་དང་སློབ་གྲྭ་བརྩིགས་ཡག་དང་སློབ་གྲྭ་སྒྲུབ་ཡག་དང་གཞུང་ཞེས་ཡིག་ཚད་བཏང་ཡག་ལ་སོགས་པ་ད་འདིའི་སྐོར་དེ་དེའི་གི་ཐོབ་ཐང་དེ་ཡང་ཡོད་མ་རེད། དེ་ན་ཞིག་ཆོག་གི་ཡོད་མ་རེད། ད་འདི་ག་རེ་བསྐྱར་དུ་བདམས་དཔང་བྱས་ཡག་རེད་ཟེར་ན། བོད་པ་ཨ་ནི་ད་རྒྱ་ནག་གི་མི་སེར་དང་རྒྱ་ནག་པ་མ་རེད། ཐ་དེ་རྒྱ་ཡིག་ནང་ནས་བལྟས་ཏེ་ག་ལ་གི་བོར་རོ། ཤི་སང་རེན་ཟེར་ན་བོད་པ་གོ་དགོས་ར། ཀྲུང་གོ་རེན་ཟེར་ན་ད་རྒྱ་ནག་པ་ཟེར་དགོས་མ་རེད་པས། ད་བོད་པ་རྒྱ་ནག་པ་མ་རེད་ཟེར་ད་མན་ཇུ་པ་ལ་མན་ཇུ་གི་མི་སེར་ཡང་མ་རེད་ཟེར། དེ་བྱེད་དགོས། དེང་དེ་གང་ལ་ཨ་ནི་ད་བོད་ནང་ལོག་གི་ད་གདོད་མའི་མི་དེ་ཚོ་ཡང་ཨ་ནི་རྒྱ་ནག་གི་མི་མ་ཡིན་པ་དང། བོད་ལ་སྡོད་མཁན་གྱི་བོད་པ་དེ་ཚོ་རྒྱ་ནག་རྒྱ་ནག་པ་མ་ཡིན་པ། དེ་ཡིན་པའི་ཆ་ནས་བོད་ཡང་རྒྱ་ནག་གི་ཆ་ཞིག་མ་ཡིན་པ་རེད། ད་དེ་རེད། དེ་འདི་གང་ལ། ད་བོད་ན་སྡོད་མཁན་གྱི་མི་གི་གི་ཨ་ད་གདོད་མའི་བར་གཙོ་བོ་དེ་བོད་པ་དེ་ཡང་རྒྱ་ནག་པ་མ་ཡིན་པ། དེ་ཡིན་པའི་སྐབས་སུ་ཨ་ནི་ད་དེ་འདྲ་ཡིན་ན་ཨ་ནི་ད་བོད་ཡང་རྒྱ་ནག་གི་ཆ་ཞིག་མ་ཡིན་པ།

བླངས་ཡོང་བ་མ་རེད། ད་ཡོབཅིག་བོབོ་ཟེར་ཡ་མང་ཅིག་ཐོན་ཡ་དེ། ད་བོད་ཀྱི་ཡིག་དཔུང་ལ་གཏོགས་པའི་ཨ་ནེ་ཚོ་བ་སུན་ཅི་བཟོ་དགོས་ཟེར་ཡ་ཚིག་འདི་གཅིག་པུམ་ད་ད་བོ་ཟེར་ཡ་ཅིག་རྩ་བ་ནས་ཐོན་ཡོང་བ་མ་རེད། ཡིན་ན་ཡང་ད་ཚོ་བ་བོད་ཀྱི་ཚོ་བ་སུན་ཅི་བཟོ་དགོས་ཟེར་ཡ་འདི། དངོས་ནས་ང་ཚོ་ལས་ལས་གཞན་དག་ནང་ལ་ངོ་སྤྲོད་བྱས་ཟིན་པ་ནང་བཞིན་རེད། ཁོ་རང་བོད་གཞུང་གི་ཁྱབ་ཁོངས་མ་ཡིན་པ་དང་མན་ཇུའི་གི་ཁྱབ་ཁོངས་ཡང་མ་ཡིན་པ་དེ་འདྲ་ཆགས་ཡོད། ཁོ་རང་ཁོ་རང་ལོགས་སུ་གི་རང་བཙན་ངོ་བོ་སྒང་ལ་བསྡད་ཡོད་ཡག་གི་ད་འཚོ་བ་སུན་ཅུ་སོགས་གི་དེ་ཚོ་ཆགས་ཀྱི་ཡོད་རེད་དེ་རེད། དེ་ཡིན་པའི་ཆ་ནས་ད་ད་ཡེ་ཤུ་དེ་ཡེ་ཤུ་གི་འཇིག་དེ་ལ་ཨ་ནི་རྒྱ་གར་ད་རྒྱ་གར་པ་ཨ་ནི་རྒྱ་གར་གི་མི་རྒྱ་གར་པ་ཨ་ནི་དབྱིན་ཇི་པ་མ་ཡིན་པ། ནང་བཞིན་ཨ་ནི་རྒྱ་གར་ཡང་ཨ་ནི་དབྱིན་ཇི་གི་ཆ་ཤས་མ་ཡིན་པ། རྒྱ་གར་རྒྱལ་ཁབ་འདི་ཡང་དབྱིན་ཇི་རྒྱལ་ཁབ་གི་གི་ཁོ་རང་ཚོའི་རྒྱལ་ཁབ་གི་གྲུབ་ཆ་ཅིག་མ་ཡིན་པ། ཡིན་ན་ཡང་སྐབས་དེར་ད་དུང་དབྱིན་ཇི་གཞུང་གིས་ཨ་ནི། རྒྱ་གར་མི་མང་ལ་ནས་དབང་སྒྱུར་བྱས་ནས་ཨ་ནི་ཁོ་རང་ཚོ་གི་ཨ་ནི་གཞུང་གི། ཐུགས་གཞུང་གི་དེབ་བཀོད་ནས་དེའི་ནང་ལ་བཀོད་ཡོད་པ་རེད། དེའི་རྒྱུ་མཚན་ག་རེ་ཡིན་ན། རྒྱ། རྒྱ་གར་དེ་ཨ་ནི་དབྱིན་ཇིའི་གི་མི་སེར་སྤེལ་ཡུལ་གི། གི་ཨ་ནི་ནུས་བ་ལྡན་པའི་དབང་སྒྱུར་མི་ཚེ་མི་ཚེ་བས་ཡོད་འོང་རྒྱུ་དེ་ཁོ་ལ་ཡོད་རེད། ད་འདི་འདྲ་གི་མི་ཚེ་བས་དེ་འདྲ་གི་མི་ཚེ་བས་ཡོད་གི་བྱ་སྤྱོད་དེ་ལ་ནི་ད་ད་དེ་རང་ལྟ་བུ་ཚོ་ན་ཡོངས་སུ་ཡང་དྲག་གི་ནི་དེ་བདེན་པ་དང་བདེན་པ་མ་ཡིན་པ་གནས་ལུགས་དང་མ་མཐུན་པ་ཡིན་པ་ནི་ངེས་ལེན་བྱེད་ཀྱི་ཡོད་རེད། དེ་མ་ཚད་རྒྱ་གར་ད་དེ་རུ་ངོ་མ

ནི། བོད་ནི་ཨ་ནི་རྒྱ་ནག་གི་མངའ་ཁོངས་ཁོ་རང་ཚོ་རྒྱ་ནག་རྒྱལ་ཁབ་ཀྱི་ཆ་ཤས་མ་ཡིན་པ་མ་ཟད། ཐ་ན་མི་སེར་སྤེལ་ཡུལ་ཡང་མ་རེད། མི་སེར་སྤེལ་ཡུལ་ཙམ་ཡང་མ་རེད། མི་སེར་སྤེལ་ཡུལ་ནང་ཡང་ཚུད་ཀྱི་མ་རེད། ད་རྒྱ་ནག་དང་བོད་ཀྱི་འབྲེལ་བ་ཟེར་ན་འདྲ། བོད་དང་མན་ཇུའི་འབྲེལ་བ་ཟེར་ན་འདྲ། ཨ་ནི།